ད་དེ་གི་རྗེས་ལ། བདུད་རྩི་ལྟ་བུའོ་ཞེས་གསུངས་འགྲོ་བ་བདུད་རྩི་ལྟ་བུའོ། བདུད་རྩི་ལྟ་བུའི་ཆོས་ཞིག་བདག་གིས་རྙེད་གསུངས་འགྲོ་བ། དེ་ག་དེ་གི་དོན་དག་དེ་ག་ལ་ཆེན་པོ་རེད། ག་རེ་རེད་ཟེར་ན། བདུད་རྩི་ཟེར་བའི་སྐབས་སུ་ལ། དེ་ནས་ང་ཚོ་གི་ཡང་དེ་འདྲ་ཡོད་རེད་ད། མི་འགའ་ཞིག་ཆང་ལ་དགའ་བོ་ཡོད་རེད་བ།

བདུད་རྩི་སོ་གཉིས་རེད། ཁྱེད་རང་ཚོས་ཞིང་པ་རེད་བ་མང་ཤོས་དེ་ཞིང་པ་རེད་འདུག་བ་ཞིང་པ་ཚོས་ཆང་འཐུང་གི་རེད་འགྲིག་གི་རེད་ག་རེ་ཡོད་མ་རེད་ར་རོ་ན་ཡག་པོ་ཡོད་མ་རེད། ཆང་མང་པོ་འཐུང་ན་ཨ་རག་མང་པོ་འཐུང་ན་དེ་ནི་མཆིན་པ་ཚིག་འགྲོ་གི་རེད་དེ་ནི་འཇོག་པ་ཤེས་གི་རེད། དལ་འབྱོར་གྱི་མི་ལུས་རིན་པོ་ཆེ་དེ་ཤོར་འགྲོ་གི་རེད་བརླག་འགྲོ་གི་རེད་དེ་ཡིན་དུས། མང་པོ་མང་པོ་འཐུང་རྒྱུ་ཡོད་མ་རེད། རག་མང་པོ་རོགས་ན་ནང་ལ་བཟའ་ཚང་ཚང་མ་འཁྲུག་པ་ཤོར་ནས་ཟི་ལིང་བི་ལིང་བྱ་གི་རེད་རེད་པ། ཨོ་དེ་ཡིན་དུས་དེ་ནས་ར་བཟི་རྒྱུ་ཡོད་མ་རེད། ཡིན་ན་ཡང་ཁྱེད་རང་ཚོ་ཞིང་པ་རེད་དེ་ཡིན་དུས་ཆང་དེ་ཚོ་དེ་ཚོ་འཐུང་ན་ཨ་རག་དེ་ཚོ་དེ་ཚོ་འཐུང་ན་འགྲིག་གི་རེད་རེད་པ། ཡིན་ན་ཡང་ཁྱེད་རང་ཚོ་དགེ་བསྙེན་གྱི་སྡོམ་པ་ཞུ་ཚར་ན་དེ་ནས་འཐུང་ཆོག་མ་རེད་ད། ཨོ་དེ་ཆང་དེ་ཚོ་དེ་ཚོ་འཐུང་གི་ཡིན་བསམ་ན།

རྫུན་སྨྲ་བ་སྤང་དེ་འདྲ་བྱེད་ན་དེ་ནི་དཔེ་ཡག་པོ་རེད་བ། ཡེམ་མི་བྱེད་དེ་མི་ཅག་གི་སྡོམ་པ་རེད་བ། དེ་ཡིན་དུ་ལོག་ཡེམ་མི་བྱེད་ཟེར་གྱི་ཡོད་རེད། ད་ད་ལྟ་རྒན་ལགས་ཀྱིས་དེ་ནི་ཡང་ཚངས་སྤྱོད་དགེ་བསྙེན་གྱི་འགྲེལ་བཤད་གནང་སོང་ཨ། ཚངས་སྤྱོད་དགེ་བསྙེན་དེ་ཡོངས་རྫོགས་དགེ་བསྙེན་དེ་ཚངས་སྤྱོད་མ་རེད་ཚངས་སྤྱོད་དགེ་བསྙེན་ཟེར་ན་ད་དེང་ཚང་གི་དུས་ཚོད་ལ། བྱང་ཆོས་དགེ་བསྙེན་དེ་ཧ་ཅང་གི་ཧ་ཅང་གི་རྩ་ཆེན་པོ་རེད། དེ་ནས་ང་རང་ཚོ་འཕགས་པའི་དགེ་འདུན་གྱི་གྲས་ལ་ཚུད་ཀྱི་རེད་བསམ་གྱི་འདུག་བྱང་ཆོས་དགེ་བསྙེན་ཡང་དག་པ་བརྗོད་ན་པོ་དེ་འདྲ་རེད། དེ་ནས་ད་ཡང་ངས་ལབ་དགོས་རེད་མ་གཏོགས་ངའི་ཁ་ནས་ཤོར་ཚར་རེད་པ། ད་ཁྱེད་རང་ཚོ་གས་ལན་ངས་ཡག་པོ་མ་ལབ་ན་ང་ལ་སྡིག་པ་ཕོག་གི་རེད།

ད་ཁོ་གཉིས་ལ་ད་ཁྲིམས་ག་འདྲ་ཅིག་བཟོ་དགོས་ས་རེད་ཁོ་རང་གིས་བརྟག་དཔྱད་བཏང་པ་རེད། བརྟག་དཔྱད་བཏང་དུས་གཙང་པོ་བྱས་བ་རེད་ཆུ་ཆུ་ཆེ་ཆུ་ཤུགས་ཆེན་པོ་ཆེ། ཆུ་ཆེན་པོ་འདི་འདྲ་པོ་མ་རེད་ཡིན་ན་ཆུ་ཤུགས་ཆེན་པོ་རེད་དེ་སྒང་ལ་ཤིང་སྡོང་ཅིག་མ་བཏུབ་ནས་ཟམ་པ་བྱས་ནས་བཞག་དེ་ནས་ཁོ་རང་གིས་ཁོ་རྒྱ་པོར་བ་དེ་ཡིན་དུས་ཁོ་རང་ཁྲིད་ཆོག་རེད་བ་དེ་ནས་སྨྱོན་པ་ཅིག་ཁྲིད་ཡོང། རེད་བ། དེ་ནས་རབ་གཟིགས་ཅིག་ཁྲིད་ཡོང་བ་རེད། མི་གཅིག་ལ་ཆང་མང་པོ་བླུགས་ན་ཁོ་རབ་གཟིགས་ད་ཁོ་རང་གཉིས་དེ་ན་བཞག་ནས་རེད་བ། དེ་རྒྱལ་པོ་གི་བཀའ་གནང་བ་རེད། ད་ཁྱེད་རང་གཉིས་འདི་ཟམ་པ་སྒང་ལ་ཕ་ཕྱོགས་ལ་འགྲོ། གསུངས་པ་རེད། དེ་ནས། ཨ། སྤྱོན་པ་དེ་འགྲོ་གི་ཡོད་མ་རེད།

དེ་ནས་ར་བཟི་སོང་ན། ད་སྨྱོན་པ་ལས་སྡུག་གི་རེད། ཅི་གང་ཤིང་གི་མ་རེད་བ། ཅི་གང་མ་ཤེས་པའི་ཆ་ན་དེ་ནི་སྡིག་པ་མང་པོ་བསགས་གི་རེད། དེ་ཡིན་དུས་ར་བཟི་རྒྱུ་དེ་ཡག་པོ་མ་རེད། ར་གི་སྐོར་ལ་མང་པོ་ལབ་ན། ཨ་ར་གི་ཀམ་པ་ནི་ཆང་གི་ཀམ་པ་ནི་འདི་ཚོ་གིས་ང་ལ་ཁམ་ཆུ་བརྒྱབ་ཡོང།

ཐམས་ཅད་ཀྱི་སྙིང་པོ་དེ་ལ་དེ་ནས་བདུད་རྩི་ལྟ་བུ་གསུངས་འདུག་པ། འོ་དེ་བདུད་རྩི་ལྟ་བུ་གསུང་བ་དེ་བདུད་ཟེར་བའི་སྐབས་སུ་ལ་དེ་ནས་སྡིག་པ། མ་རུངས་པ། དེ་ཐམས་ཅད་ལ་བདུད་གསུངས་པར་བ། ཉོན་མོངས་པ་ཐམས་ཅད་ལ་བདུད་གསུངས་པར་བ། ཉོན་མོངས་པའི་བདུད། ཕུང་པོའི་བདུད། འཆི་བདག་གི་བདུད། ལྷ་ཡི་བུ་ཡི་བདུད། དེ་ཚོ་ལ་བདུད་གསུངས་པར་བ་བདུད། དེ་ནང་ནས་འདི། དེ་ནས་བདུད་གསུང་བ་དེ།

ཅེས་གསུང་བའི་སྐབས་སུ་ལ། དེ་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་གི། དམ་པའི་ཆོས། རེ་བ་དམ་པའི་ཆོས། དམ་པའི་ཆོས་དེ་ཉམས་སུ་ལེན་པ་ལ་བརྟེན་ནས། ང་རང་ཚོ་སེམས་ཅན་ཐམས་ཅད་ལ། དེ་ནས། སྡུག་བསྔལ་ཐམས་ཅད་ཀྱི་རྒྱུ། ཉོན་མོངས་པ། འདོད་ཆགས། ཞེ་སྡང། གཏི་མུག། ང་རྒྱལ། ཕྲག་དོག་དེ་ཚོ་ཚང་མ་མ་དག་པ་དེ་དག་པ་ལ་བསྒྱུར་ཐུབ་པའི་གི་རྩི། བདུད་རྩི། ཟེར། བདུད་མ་དག་པ་ཐམས་ཅད་དག་པ་ལ་བསྒྱུར་ཐུབ་པའི་གི་རྩི་སོང། དེ་ལ་བདུད་རྩི་ཟེར། ང་ཚོའི་གི་ཆོས་ཐམས་ཅད་དེ་བདུད་རྩི་རེད།